འདི Educational Purpose དང་འདི་བརྙན་ཐུང་བརྒྱུད་ནས་ཚང་མ་ལོ་ལ་སྤྱང་གྲུང་དང་གཟབ་གཟབ་ལེན་ཡོད་རེད་དེ་དང་མཉམ་དུ་ལ་འདི་བརྙན་ཐུང་བརྒྱུད་ནས་ཚང་མ་ལོ་ལ་ནི་ལ་སེམས་དང་སློབ་གསོ་གལ་ཆེན་པོ་འདི་འདྲ་རག་གིར་བསམ་གི་འདུག་ཨ་ནི་ཚང་མ་ལོ་བརྙན་ཐུང་མི་མཐུད་ནས་མཐའ་མ་བུ་དང་བསེ་རོགས་གནང། ཨོ་རྣམ་པ་ཚོ་ཨ་མདའ་དེ་རིང་གི་ཨ་ནི་དངོས་ཡོད་གནས་ཚུལ་དེ་ཨ་ནི་ག་བ་ལ་བྱུང་ཞག་ལ་ན་དེ་ན་ལ་སུ་བ་ར་ལ་ས་ཆ་དུ་ར་འོང་དེ་ས་ཆ་དེ་ལ་བྱུང་ཞག་འདི་ག་འདྲས་རེད་ཞེས་ལབ་ན་རང་ཨ་ནི་གང་དང་ཁོ་རང་ཚོ་ད་ཕ་སྐད་ལ་ཅོལ་ལ་ཟེར་ཞོར་དུ་ང་ཚོ་ནང་རྒྱུ་མི་མང་པོ་ཁང་པ་འདྲས་བྱས་ནས་གཅིག་གི་རྗེས་ལ་གཅིག་ཡོད་གི་འདུག་མདོ་ཡང་ཁང་པ་འོ་དེ་འདྲས་ཀྱི་ནང་དེ་འདྲས་གཅིག་ལ་ཨ་ནི་ཨ་མདའ་ཁྱོ་ག་སྐྱེས་མའི་གཅིག་དེའི་འདུག་ཨ་ནི་ཁྱོ་ག་འདི་ཁོ་རང་ལོ་ག་ཚོད་རེད་ཞེས་ལབ་ན། ཁྱོ་ག་འདི་ཁོ་རང་ལོ་སུམ་ཅུ་སོ་ལྔ་རེད་ཤག་ཨ་ནི་སྐྱེས་མའི་འདི་མོ་རང་ལོ་ཉི་ཤུ་རྩ་བརྒྱད་རེད་ཤོག་དེ་དང་མཉམ་དུ་ལ་ཁོ་རང་གཉིས་ཆར་ལ་ཨ་ནི་ཨ་མདའ་སྤུ་བོ་ལོ་བརྒལ་བ་བྱེད་དགོས་ཅེས་ཡང

ཨ་ནི་ཁ་ཅིག་ཏུ་ལ་ན་ཉི་མ་གཅིག་བཏང་སྟེ་སྐྱེད་མོས་བྱོས་ར་མོ་ར་ལོ་ཉི་ཤུ་ཙམ་སྐྱེད་བྱ་བ་ཀྱི་མི་ཤི་དོ། མོ་རང་ཉི་མ་གཅིག་ཁ་ཅིག་ཏུ་ལ་བ་ཡིན་ན་ར་ཡང་ཨ་ནི་ཨ་མདའ་པུའུ་ལོ་ཉི་ཤུའི་བྱེ་བ་ཅི་སྙམ་དུ་ལ་མོ་རང་དགའ་བོ་བྱེད་ཀྱི་འདུག་ཡོད། ཁྱོ་ག་དེ་ཡུལ་ཡོད་ཀྱི་ལ་ཡིན་ན་ཡང་མོ་རང་དེ་འདྲ་དགའ་བོ་ཅིག་བྱ་ཡི་འདུག་ར། དགའ་བོ་བྱ་འདུག་སྐབས་ལ་ཨ་ནི་ཨ་མདའ་པུའུ་ལོ་ཉི་ཤུའི་བྱེ་བ་དེ་ཁོ་རང་མི་འདོད་ནམ་རྒྱུན་དུ་ནི་ཨ་ནི་སློབ་སྦྱོང་ཡག་པོ་འདུག་ར་ཨ་ནི་ཁོ་རང་ནམ་རྒྱུན་དུ་ནི་ཀོ་ལེས་དེ་བ་ལ་ཡིན་ན་གྱེས་མི་འདོད་ཨང་ཀི་ཡག་པོ་རྒྱ་ཡག་འགྲོ་ཡོད་ཨང་ང་ཚོ ninety five percent དང་དེ་སུ་ཡང percentage མཐོ་བོ་དེ་འདྲ་རྒྱ་ཡོད་ཆོག་འོ་འོ་དེ་འདྲའི་གི་སྤུའུ་སློབ་སྦྱོང་ཡག་པོ་ཅིག་འདུག་སྤྱི་བཏང་ནས་ཁོ་རང་ཡོག་ད་ཡིན་ན་ཡང་ང་ཚོའི་འདི་ལ་ང་ཚོའི་གི་རྒྱ་ཆེ་འདུག་མ་རང་ཕ་ཆོས་འདི་སློབ་སྦྱོང་ཡག་པོ་ཡོད་རེད་ལ་ནི་མི་འདེད་ཕ་ཆོས་འདི་མི་ཡང་ཡག་པོ་ཡོད་མེད་ཁྱབ་དགོས་མེད་འདི་ང་ཚོ་ལ་འདུག་མ་ར་ཡ། ཨ་ནི་སྟག་ད་ཁྱོ་ག་བྱོས་ར་ཡ། འོ་འདི་ཁོ་རང་མི་འདེད་ལས་ཀ་བྱེད་ག་ལ་ཞོ་ཀའི་ཆུ་ཚོད་ག་ཚོད་འགྲོ་གི་འདུག་ལ་ན། ཞོ་ཀའི་ཆུ་ཚོད་བདུན་པ་ལ་ཐོན་འགྲོ་གི་འདུག་ལས་ཀ་བྱེད་ག་ལ་ཡོ། ཨ་ནི་ནང་ལ་ཆུ་ག་དུ་ལོག་ལེ་གི་འདུག་ལ་ན་དགོང་ད་ཆུ་ཚོད་དགུ་བ་ལ་ལོག་ལེ་གི་འདུག་ཡོ། དེ་འདྲ་བྱེད་འདུག་སྐབས་ལ་དེ་སྐྱིད་མ་ལ་ཁེ་ཕན་སུས་གླེང་གི་འདུག་ལབ་པ་ཡིན་ན་ཨ་ནེ་ཨ་མདའ་བུ་ལོ་ཉི་ཤུ་བྱེ་བ་ཞིག་འདུག་འོང་འདི་བུ་དེ་གའི་ཁེ་ཕན་གླེང་གི་འདུག་ར་ཁོ་ཁ་ཅིག་ཏུ་ན་ན་ཨ་ནེ་ཨ་མདའ་སྐྱིད་མེད་དེ་ཡི་ནང་ལ་གླེ་ཨ་ནེ་ཁོ་རང་འདས་ལ་མོ་འགྲམ་ཐུ་བ་ལས་ཅོ་འོང་དེ་འདྲ་བྱེད་འདུག་ཡ་དེ་འདྲ་བྱེད་འདུག་སྐབས་ལ་ད་ག་ལེ་ག་ལེ་ལ་ཁྱོ་ག་དེ་ཡི་ཉི་མ་ཅིག་ཡོང་ཧ་འུ་ཐུག་ཨ་མདའ་སྐྱིད་མེད་དེ་ཡི་མི་འདས་ཨ་མདའ་ཁྱོ་ག་གཞན་པ་ཅིག་ཡིན་འདུག་ལ་ཨ་མདའི་ཁོ་རང་ཚོ་འབྲེལ་བ་དུ་ལེན་ནི་ཡོང་འོང་འདི་སྐད་ཆ་ཧ་འུ་ཐུག་ར་ཧ་འུ་ཐུག་སྐབས་ལ་ཨ་ནེ་ཁྱོ་ག་དེ་ཡི་ཁ་ཅིག་ཏུ་ན་ན་ཨ་མདའ་སྐྱིད་མེད་དེ་གི་ཨ་མདའ་མོ་བའི་ལས་རོ་ཨང་ཚོ་ལག་ཏུ་ཁ་པར་ཡོད་ར་འོང་འདི་གང་ཟག་ཅེག་བྱེད་དུ་གྲ། འདི་ཅེག་བྱེད་དུ་སྐབས་ལ་འམ་འདི་ནང་ལོ་ལ། ང་ཚོས་གིས་ཁྱོ་ག་གཞན་པ་མཉམ་དུ་ལ་མི་འདའི message exchange བྱེད་ཁྱོ་དེ་འདྲས་དང། འམ་ཕག་ཚུ་ལ message བསྐུར་བ་དང་མཉམ་དུ་ལ་ཁོ་རང་ཚུ་ཡང་འདའ private དེ་འདྲས་ང་ཚོ་པར་དེ་འདྲས་ཡོད་ར་ཡང་དེ་འདྲས་ཕག་ཚུ་ང་ཚོས share བྱེད་ཁྱོ་དང་དེ་འདྲས་ཁྱོ་ག་དེ་མཐོང་གུ་དུ་ར་དེ་མཐོང་དུ་སྐབས་ལ་འམ་ཡང་འདའ་ཁྱོ་ག་དེ་དང་སྐྱེ་མེད་དེ་ཁོ་རང་ཉེ། ཚོད་པ་མང་པོ་པས་ཤོ་རེ་འགོ་བཙུག་དུ་ར། དེ་འདྲས་བྱེད་དུ་སྐབས་ལ་འམ་ག་ལེ་ག་ལེར་རྩེད་མང་པོ་ཤོ་དུ་སྐབས་ལ་འམ་སྐྱེ་མེད་དང་འམ་འདའ་མོ་རང་གིས་གའུ་ཕུ་ཤོ་དང་ལོ་ཉི་ཤུ་ཆེ་བ་ཤོ་དང།

ཁོ་ཚོ་ཚང་མ་མི་འདུག་ཐུགས་ཀ་ལི་དང་ནང་དེ་ལ་ཡོད། ནང་དེ་ཐུགས་ཀ་ལི་འདུག་སྐབས་ལ། ནང་ལ་ཁྱོ་ག་དེ་མཐོང་ཡ་མི་འདུག་ཡ། ནང་ལ་སུ་འདུག་ལབ་ན་སྐྱེ་མེད་དེ་གཅིག་པོ་དེ་ཤོད། སྐྱེ་མེད་དེ་གཅིག་པོ་ཡོད་འདུག་སྐབས་ལ་ཨ་ནེ་ཨ་མདའ་པིང་ཁའི་བུ་དེ་ཚོས་ཀྱི་ཀྱེ་ཞེས་དྲིས་འདུག་ཨ་ནེ་ཨ་མདའ་པིང་ཁའི་ཅོ་ཅོ་ག་ག་འགྲོ་སོགས་ལས་འདུག་ར། ཨ་ཅོ་ཅོ་ག་ག་འགྲོ་སོགས་ལབ་འདུག་སྐབས་ལ་སྐྱེ་མེད་དེ་ག་ལེགས་འདུག་ལབ་ན་ཨ་ནེ་ཅོ་ཅོ་ཁོ་རང་ལ། ཨ་ནེ་ཁོ་རང་གི་ཀམ་པ་ནི་རྒྱུད་ནས་མི་འདེད་དེ་འདྲའི་ས་ཆ་གཞན་པ་ཞིག་ལ་བཏང་སོགས་ལས་འདུག་ར་ཡ། ས་ཆ་གཅིག་ལ་མི་འདེད་ལས་ང་གཅིག་ག་ལ་བཏང་སོགས་ལས་འདུག་དེ་འདྲས་བྱས་འདུག་སྐབས་ལ་ཨ་མདའ་པིང་ཁའི་དེ་ཚོས་ཀྱི་དོགས་པ་ཟ་གི་མི་འདུག་དང་པོ་དང་ཡོད་རེད་བསམ་གྱི་འདུག་ར་ཡ། དེ་འདྲའི་ཆེད་དུ་ཨ་ནེ་ཨ་མདའ་པིང་ཀའི་བུ་དེ་ཚོ་སེམས་ཁྲལ་ཞུ་གི་ལ་ངོ་ཏུ་གང་ཡིན་ཟེར་ན། ཧབ་ད་གཅིག་འགྲོ་རེད་ཧབ་ད་གཉིས་འགྲོ་རེད་ཨ་ནེ་ཨ་མདའ་ཁོ་རང་ཚོ་ཅོ་ཅོ་བྱོས་ར་འདི་སྙམ་དུ་ལ་བྲེལ་བ་ཅེས་ཆ་ཐུང་ངུ་འདུག་ར་ཕོན་བསྐུར་ནི་ཡིན་ན་རེད་མེ་སེར་བསྐུར་ནི་ཡིན་ན་རེད་དོ་ཡང། དེ་འདྲའི་བྱེད་འདུག་སྐབས་ལ་ཨ་ནེ་ཨ་མདའ་པིང་ཀའི་བུ་དེ་ཚོའི་ཁ་ཅིག་ཏུ་ལ་ན་དང་གིས་ངོས་ལ་བ་བི་དེའི་ཁ་ལ་སོ། ཨ་མདའ་ཁོ་རང་ཚོ་ཀམ་པ་ནི་བསྐུར་ནི་ཨ་ནེ་ཨ་མདའ་ལས་ཀ་ཅིག་ལ་བཏང་རེད་ལན་དེ་འདྲའི་རོ་སྐད་ཆ་བཤད་སོང་ཡང། འོང་དེ་བཤད་འདུག་སྐབས་ལ་ཨ་ནེ་ཨ་མདའ་པིང་ཀའི་བུ་དེ་ཚོ་གིས་ཤར་ཀའོ་ཧོ་ར་འོང་དེ་ཀམ་པ་ནི་འགྲམ་ལ་འགྲོ་གི་ད་ལྟ་ཁོ་རང་ཚོ་ཅོ་ཅོ་དེ་སྙེ་མ་ལས་ཀ་བྱེད་ས་བྱོས་ར་འོང་དེ་ལ་འགྲོ་གི་འདུག་ར། དེ་ལ་འགྲོ་བྱའི་འོ་དེ Company དེ་ད་གང་ལ་སུ་བསྡིགས་ཡོད་ན་ཡོད་ཨང་འོང་དེ་ལ་སྐད་ཆ་དྲི་ཡོད་དུ་ཡོད་ཨ་ནི་ཧ་ད་ང་ཚོའི་ཅོ་ཅོ་དེའི་ཁྱོད་རང་ཚོའི་གིས་དེ་འདྲའི་ས་ཆ་གཅིག་ལ་ལས་ཀ་བྱེད་ཁང་ཏང་ཡིན་པའི་ལེགས་དུ་ར་ཁོ་ཚོའི Company དེའི་ག་ལེགས་དུ་ལ་ན་ང་ཚོའི་གིས་ཏང་མེད་ལེགས་དུ་ར་ཁྱོད་རང་ཅོ་ཅོའི་གིས་ལེགས་དུ་ར་ང་ཚོ Company དེའི་ལས་ཀ་གཡུར་ནི་ཧ་ད་གཅིག་སུ་འགྲོ་འོ་རེད་ལེགས་དུ་ཡོད། དེ་འདྲའི་བྱེད་དུ་སྐབས་ལ་ཨ་ནི་ཨ་ད་པིང་ཀ་བུ་དེ་ཚོ་བད་ཁོ་རང་ཧང་སང་བྱས་ཁོ་ཚོའི་གིས་ག་བྱེད་དུ་ལ་ན་ལམ་ས་གཅིག་ལ་ཨ་ནི Police Station ལ་འགྲོ་བྱས་ཁོ་ཚོའི་གིས Missing File གཅིག Report བྱེད་དུ་ཡོད་ཁོ་རང་ཚོ་ཅོ་ཅོ་དེའི་བརླག་བཞག་ལེགས་དུ་ར་ཡ་དེ་འདྲ་བྱེད་འདུག་གམ་ལགས་དེའི་ཞོར་ལ་ཁོང་ཚོས་ཁ་གཅིག་ཏུ་ལབ་ན་འདའ་འབའ་པི་ཞིག་ཏུའང་ཡང་འདའ་ཁྱོ་ག་དེའི་སྐྱེ་དམན་བྱུང་བ་རེད་འོང་འདི་ལ་ཁ་པར་བཏང་གི་འདུག་ཁ་པར་ག་ཚོད་བཏང་ན་གི་མི་འདའ་སྐྱེ་དམན་དེའི་ཁ་པར་ཅེས་སྨྲ་མཁན་ཡོད་ཆོག་ཁ་པར་གང་ཚ་གཅིག་ན་ག་ལེ་ག་ལེ Switch off ཆགས་འགྲོ་ཡོད་ཆོག་འོ་དེ་འདྲ་བྱེད་འདུག་ར་དེ་འདྲ་བྱེད་འདུག་གམ་ལགས་འདའ་ཕི་ཀ་བུ་དེ་ཚོ་ཁ་གཅིག་ཏུ་ལབ་ན་ཤར་སྐྱོ་ཁོ་རང་འདའ་འབའ་པི་དེའི་ནང་ལ་འདྲུག་འདུག་ཡོ་འདའ་ཁྱོ་ག་དང་ཉི་མ་སྐྱེ་དམན་དེ་འདའ་སའི་ནང་བྱོས་རང་འོང་དེ་ལ་འདྲུག་འདུག་དེ་ལ་འགྲོ་བྱེད་ལྟ་འདུག་གམ་ལགས་ནང་ལ་སུ་གང་བྱེད་མི་འདུག་ཡོ་ནང་འགོ་བྱ་མཁན་འགྲོ་ས་ཞིག་མི་ཡོ། བ་བི་དེ་ཡོ་ནང་དགོན་ཆ་གན་དུ་འགྲོ་ཟེར་ཞུ། དེ་འདྲའི་ཞིག་འདུག་སྐབས་ལ་ཨ་ནེ་ཨ་མདའ་བི་མཁན་བུ་དེ་ཚོའི་ཁ་གཅིག་ཏུ་ལ་ན་ཁོ་རང་ཚོ་གྲོང་པ་ཁྱིམ་མཚེས་དེ་ཚོ་ལ་སྐད་ཆ་དྲི་ཡོད་དུ་ཡོད། སྐད་ཆ་དྲི་དུས་ཁོང་ཚོའི་ཁ་ལེགས་དུ་ལ་ན། ཨ་ནེ་བུ་མོ་དེ་ནི་འགྲོ་ས་བཟོ་ལེགས་དུ་མི་འདའ་ཉི་མ་གཉིས་སུ་གཉེན་ལོ་ཡོད། ཨ་ནེ་ཐ་མ་དེ་ལ་ཏང་དང་པུ་ལིས་ཀྱི་ཁ་གཅིག་ཏུ་ལ་ན་རང་ཨ་མདའ་སྐྱིད་མེད་དེ་དང་ཨ་ནེ་ཨ་མདའ་སྐྱིད་མེད་དེའི་དགའ་རོགས་ཞུ་དང་ཡང་ལོ་ཉི་ཤུའི་ཆར་བུ་ཞུ་དང་ཁོ་རང་གཉིས་ཀ་ལ་ཇུས་འུ་ཐུ་རང་ཡང་སྒྱུ་རྩལ་བའི་ཞུ་སྒོ་ལ་ལྟ་ད Interrogate བྱེད་འགོ་བཙུགས་དུས་དྲི་བ་དྲི་ལན་བཏང་བའི་སྐབས་ལ་ལྟ་ཡོད་ད་བུ་དགའ་བོ་འདི་དང་ད་སྐྱིད་མེ་ཤུ་དང་ཁོ་རང་གཉིས་ཀྱི་མི་དེ་སོ་སོ་སོ་ལ་མི་དེ་སྐྱོབ་པའི་ཚབ་ལ་ཁོ་ཚོ་གཉིས་ཀྱི་ཁ་གཅིག་ཏུ་ལ་ན་ཕ་ཚོ་ལ་སྐྱོབ་པའི་རྩལ་བྱེད་བ་ཡ་ཕ་ཚོ་ལ་ཡ་ལ་མ་ར་ཡ་བྱེད་དུ་ལ་མི་དེ་འོ་དེ་འདྲ་བྱེད་ནས་ཁོ་རང་གཉིས་ཀྱི་ཁ་གཅིག་ཏུ་ལ་ན་གཅིག་གིས་གཅིག་ལ་མི་དེ་སྐྱོབ་པའི་གི་ཐབས་ཤེས་བྱེད་དེ་དུ་ཡོད་དཔེར་ན་ཤ་ཤེ་ན་ར་ཡང་ད་སྐྱིད་མེ་དེ་ཡི་ཁ་ལས་དུ་ལ་ན་འདི་གས་ནང་ལོགས་ལ་མི་དེ་ད་ངའི་དགའ་བོ་འདི Involved ཡོད་མ་རེད་ལ་དུ་ར་ངའི་དགའ་བོ་འདི་འདི་ནང་ལ་མི་དེ་ལག་པ་ཡོད་མ་རེད་ལ་དུ་ཁ་ཡིན་ཟེར་ན་ལ་དུ་ར་མོ་རང་གི་ཡིག་ཡང་ནི་ཁྱོ་ག་བརྗོད་རང་འོང་དེ་མོ་རང་གི་ཐུགས་ཁྲེལ་ནི་སེམས་ཡིན་ལེགས་འདུག་ཡོའོ་དེ་འདྲ་ལེགས་འདུག་ཨ་ཕ་ཆུ་འདི་ལ་ད་སྐྱོ་བས་ཀྱི་ཐབས་ཤེས་བྱེད་དུ་མོ་རང་ངས་ད་དགའ་རོགས་བྱོས་མ་རེད་འོང་དེ་ལེགས་ཡོ་ཨ་ནི་ད་སྤུ་གུ་དགའ་རོགས་བུ་དེའི་ཁ་ཅིག་ཏུ་ལ་བ་ཡིན་ན་ཨ་ནི་ཡང་ད་སྐྱི་སྨད་དེའི་འདི་ནང་ལོ་ལ་འབྲེལ་བ་ཡོད་མ་རེད་ལེགས་འདུག་ར་གང་ཡིན་ཟེར་ན། ཁོ་རང་ལེགས་འདུག་ར་ཁ་ཟ་སྙན་མོ་སྐྱི་སྨད་དེ་ནང་ལ་ཐུག་ག་ལེགས་འདུག་ག་བ་ལ་ཏག་ཏོག་གོ་ར་མོ་རང་གི་ཁྱོ་ག་དེའི་ནང་ལ་དེད་བཞག་ལེགས་འདུག་ར། དེའི་བདེ་སྡུག་སྐབས་ལ་ནི་བདག་ལྟ་བ་རང་ད་ཁྱོ་ག་འདི་ཡང་ད་ཁོ་ལ་ཐོང་གསུངས་ལེ་དུ་མི་འདེ་བུ་འདི་ལ་ཡོད་དགའ་རོགས་འདི་ལ་ཡོད་ཨང་ཁོ་རང་གཉིས་བག་ཚོད་ལ་མི་འདེ་ཨང་ཚོད་པ་ཤོར་དེ་འདྲས་ལག་འཛིང་ཤོར་དེ་འདྲས་བྱས་ནས་དགའ་རོགས་བུ་འདི་ཡིན་མི་འདེ་ཡང་ད་ཁྱོ་ག་འདི་ལ་སེ་ཡིན་ལེ་དུ་ར་ཡང་དེ་འདྲས་བྱེད་དུས་སྐབས་ལ please གིས་ཡིད་ཆེས་མི་འདུག་ད་དགའ་རོགས་བུ་འདི་ལ་ཡོད་གང་ཡིན་ཟེར་ན། ཨང་ད་ཁྱོ་ག་འདི་དང་དགའ་རོགས་བུ་འདི་ལྟ་ན་ར་ཨང་ད་ཁྱོ་ག་འདི་བད་དགོ་ར་གཟུགས་པོ་རིང་ང་ཆེ། སྟོབས་ཆེ་བྱས་མི་འདེ་བད་དགོ་ར strong ཚགས་མདོག་ཡང་ནས་ད་ཁོ་རང་དགའ་རོགས་དེ་དེ་གམ་ཟིག་པའི་སྟོབས་ཆེན་པོ་དང་གཟུགས་པོ་རིང་པོ་རུ་མི་འདང་སྟེ་སྐམ་པོ་རུ་ཞིག་འདོག་ཡ། དེ་འདྲ་ཞུ་དོན་ད་པུ་ལིས་ཀྱིས་ཡིད་ཆེས་མི་འདུག་ར་ཁོ་ཡི་སེམས་ཡིན་ལ་སྡུག་ག་བ་ལ་ཡོད། ནས་ད་པུ་ལིས་ཁོ་རང་ཚོའི་རྩིས་ཁ་རི་གེག་འདུག་ལ་ན། སྐྱེ་མེད་དེ་ཡིས་ད་ཁྱོ་ག་དེ་ལ་ཁ་ལག་ནང་དུག་བླུག་ནས་སྤྲད་རེད། དེ་ཡི་ཞུ་ལ་ནས་ད་ཁོ་རང་གཉིས་མཉམ་དུ་ལྷ་རུ་པོ་རུ་བྱས་ནས་ད་ཁྱོ་ག་དེ་བསད་རེད་ལེགས་འདུག་ར། ཨ་ནི་ཡོ། ད་ལྟ་སྐྱེ་མེད་དེ་དང་ད་མོ་རང་གི་དགའ་རོགས་བྱུས་མི་བདེ། ཁོ་རང་གཉིས་ཀྱིས། ནས་ད་ཁྱོ་ག་དེ་ཕུང་པོ་སྦལ་ལ་མི་བདེ་རོགས་པ་སུས་ཀྱིས་གླེང་བཞག་ལ་ན། ཨ་ནེ་ཨ་མདའ་ཁྱོད་ཨ་གྲོངས་འགྲོ་ངེས་དེ་པིང་ཀའི་བུ་ཞིག་ཏུ་འོང་དེ་རོགས་པ་ལ་གླེང་བཞག་ང་ཡ། ཡིན་ན་པིང་ཀའི་བུ་དེ་མིན་ཏེ་ཧ་གོ་གོ་མར་ད་ཁོ་རང་གི་པིང་ཀའི་བུ་དེ་གྲོངས་ནས་དེ་བ་ལ་སྦས་ཡོད་རེད་ལན་ཧ་གོ་གོ་མར། གང་ཡིན་ཟེར་ན་པིང་ཀའི་བུ་དེ་ཁོ་རང་གི་ལས་ཀ་ག་རེ་བྱེད་ལ་ན། ཁོ་རང་ང་ཚོ་ནད་རིགས་ཏྲཱིལ་གར་མཁན་འདྲ་བོ་དང་ང་ཚོ་ནམ་རྒྱུན་དུ་ནད་རིགས་ལས་ཀ་བྱེད་མཁན་དེ་འདྲ་ལས་པར་འགྲོ་ཡ། འོ་དེ་འདྲ་རེད་འདོད་ཡ། དེ་འདྲ་བྱེད་འདོད་སྐབས་ལ། ཨ་ནེ་འདི་པིང་ཀའི་བུ་དེ་ལས་མི་འདས་མཐའ་མ་དེ་ལ་ཁ་ཅིག་ལ་སྐད་བཏང་ཤ་ལ་ན་ར། འདི་གང་ལ་ང་ཚོ Trial འདི་ཀ་བེད་བྱེད་དུ་ལོས་ཡང། ང་ཚོ་སི་མེན་འགྲོ་རྒྱ Trial འདི་ཀབ་བྱེད་ཡོའོ་དེ་འདྲས་བྱས་བྱེད་དུ་ལ་ཁོ་སྐད་བཏང་འདུག་ག་ཡིན་ཟེར་ན་པིང་ཀའི་བུ་དེ་འདི་ལས་ཀ་བྱེད་ཡོའོ་ཟེར་དུ་ལ་ནམ་རྒྱུན་དུ་ནི་ཡོའོ་ཁོ་རང་མི་འདས། དེ་འདྲས་བྱེད་དུ་ཀབ་ལ་པིང་ཀའི་བུ་དེ་སྙིང་རྗེ་ཧ་འོའོ་མར་འདི་བ་ལ་ཁོ་རང་གི་པིང་ཀའི་བུ་དེ་གྲོང་ནི་བེད་ཡོད་རེད་ལ་ནི་འདི་ཧ་འོའོ་མར་ཡོའོ་དེ་འདྲས་བྱེད་དུ་ཀབ་ལ་ཁོ་རང་གཉིད་ཀྱི་མི་འདས་ཧ་ལོར་བསམ་བློ་འདི་ཀམ་གིས་སྡུག་ཅག་བཏང་ནི་ཡོའོ་པིང་ཀའི་བུ་དེ་ལ་མི་འདས་ནག་ལོར་སྐད་བཏང་ཤ་འདི་ལས་ཀ་བྱས་བྱེད་དུ་ལོས་ཡོའོ། དེ་དང་མཉམ་དུ་ལ། གྲོང་པ་ཁྱིམ་མཚེས་དེ་ཚོའི་ཡིན་མི་དེ། ཁ་སང་ཉིན་མོ་དང་པོ་ཁོང་ཚོའི་ཡུལ་དེའི་ནང་གི་ས་དེ་ཚོ་འཕྲུལ་དྲྭའི་ལི་མ་གབ་མཁན་ལབ་ཏུ་ར་ཡ། ནང་གི་ས་དེ་ཚོའི་འཕྲུལ་དེ་འདྲའི་ཆུ་བོ་ར་དང་དྲྭའི་ལི་མ་གབ་མཁན་ལ་ཡོད་ཨ་འདི་ཅོན་ཐུང་པོ་སྦས་ཆུ་བོ་ར། འོ་དེ་དུས་སྐབས་ལ་ཁོང་ཚོའི་ཡུལ་དང་པོ་ངེད་ལ་ནང་དེའི་ས་དེ་ཚོ་ཚང་མ་འཕྲུལ་དུ་གབ་ལབ་མི་དེ་ནང་ད་གྲོང་པ་ཁྱིམ་མཚེས་དེ་ཚོའི་གི་སྐད་ཆ་ད་དྲི་ཞོ་ཨ་ཁ་ཆེ་རེད་འགྲོ་མི་དེ་ལ་ཡ་ད་ལ་དོ་ཡ། དེ་འདྲ་ལ་དུས་སྐབས་ལ་སྐྱེ་མེད་དེ་ཡི་ཁ་ལ་ཤ་ལ་ན་ར་ཨ་ཧ་ད་མོ་རང་གི་ཡ་ད་བསང་ཆུ་འཁྲུ་ཁང་བྱུ་ར། འདི་ག་ཅིག་མི་དེ་ང་ཚོ་ཧ་ལོ་ར་ན་ལི་བྱུ་ར་འདི་སྒྲོལ་ནས་སྒྲོལ་བྱུ་ར། འོ་དེ་ཡས་ནི་དགག་དེ་ཤ་ལས་བྱོ་ནི་འོ་དེ་གཙང་མ་བཟོས་བྱེད་དུ་ལ་དེ་ཕྲུ་གུའི་འོད་ལ་ནི་མི་དད་འོ་དེ་སྐད་ཆ་དེ་ལ་གི་དོག་ཡ། རྗེལ་ད་དུ་གབ་ལགས་ད་ཁོ་རང་གཉིས་ཀྱི་ཐ་མ་དེ་ལ་ད་ཁྱོ་ག་དེ་སེ་ནི་དེ་བ་ལ་བེད་སོ། འོ་དེ་འདྲེ་རེད་རྣམ་པ་ཚོ། དེ་འདྲེ་བྱེད་དུ་ད་ད་དེ་སྐད་སི་དེ་ཡོག་ད་འདྲོ་ཡས་སི་དྲི་ལ་འགྲོ་དེ་ཡོ་རོ་ལེགས་དུ་ཡོང། འོ་དེ་འདྲེ་རེད་རྣམ་པ་ཚོ་ཨན་ད་རིང་གི་བརྙན་ཐུང་ད་གམ་ཙམ་བྱིན་ཨན་ཚང་མ་ལོ་ལ་དེ་བརྙན་ཐུང་གུ་ནས་ལ་སེན་ད་སློབ་གསོ་གལ་ཆེན་མོ་དེ་འདྲ་རར་བསམ་གི་འདུག་དཔེ་ན་ཆ་ཞེ་ན་ཡོག་ལ་སེན་ག་དྲུག་ཐུང་གུ་དུ་ལ་ན་ར་ང་ཚོ་ཡི་ལྟད་མོ་ལྟ་ན་རེ་ང་ཚོ་ཡི་བེབ་སི་རིས་ལྟ་ན་རེ་མི་འདུག་ག་རེ་ལྟ་ན་དགེ་བ་མོ་བལ་ནག་སོ་སོའི་ཁར་ལྟ་གི་ཡོད་ན་མི་འདུག་ཡུ་ཀྲུབ་ལྟ་གི་ཡོད་ན་རེ་མི་འདུག་སོ་སོའི་དགེ་དེ་ནི་ཡང་ང་ཚོའི་ཡིན་ཁ་ལོར་ལྟ་སློབ་སྦྱོང་ཡོད་ན་རེ་ག་རེ་ཡིན་ན་མི་འདུག་ཡག་ག་དེ་ཚོ་ཡག་དྲུག་གོ་རེ་བསམ་གོ་དུ་རག་ང་ཚོ་གི་སྡུག་ག་དེ་ཚོ་དྲུག་ན་རག་ང་ཚོ་ཡི་རྗེས་ནས་འདི་མ་འོངས་པ་མི་ཟེར་ན་ཨེ་པླའི་ཕྱི་ན་ཨཱ་ཡིན་སོ་སོ་ལ་ཡང་གྱོང་ཆུན་པོ་ཅིག་རག་གི་འདུག་ཨ་ཡ་དེ་འདྲ་ཞིག་འདུག་སྐབས་ལ་སོ་སོ་ལྟད་མོ་དག་ག་རེ་ལྟ་གི་ཡོད་ན་གི་དེ་ནི་སློབ་སྦྱོང་ཡག་ག་ཚང་མ་ཡག་དྲུག་ན་ཨཱ་ནི་སོ་སོ་མི་ཚེ་ལ་ཕན་འདུག་རེ་བསམ་གི་འདུག། དེ་དང་མཉམ་དུ་ར་འདི་ན་ལེ་སེན་གཉིས་བ་དེ་གར་མཐོང་དགོས་འདུག་ལབ་ན། ང་ཚོ་གཙོས་མི་དེ་ཡང་ཆང་ས་རྒྱག་ས་ཁྱོད་ཀྱི་ཡིན་པ་ཡིན་ནར་ད་ར་ཡང extra marital affair བྱས་བྱུ་ར་ང་ཚོ་གི་ཆོས་ལུགས་ལ་ཡང་ཁྱོ་ག་གི་མི་གཞན་པ་མི་དག་ཇ་དཀར་ཇ་ལེ་བྱས་བྱུ་དང། དེ་རེད་བྱས་བ་ཡིན་ན་སོ་སོ་གི་ལས་རྒྱུ་འབྲས་ཡང་འགྲུབ་མ་རེད་དེ་དང་མཉམ་དུ་ལ། སོ་སོ་མི་ཟེར་ན་ལ་ཡང་ཟ་ང་ཟི་ངེ་བྱ་ཡ་ཡིན་པར་དོ། འོ་དེ་འདྲས་ན་བ་ཚོ། ཚང་མ་ལོ་ད་རིང་གི་བརྙན་ཐུང་དག་ཙམ་གྱིས་ཁ་བ་ར་ཞུ་གི་ཡོད་ན་གོ་བ་ལ་འཕེན་གི་ཡོད་ན་ཚང་མ་ལོ་གཟབ་གཟབ་དང་ལྕག་པོ་གནང་རོགས་གནང་ལ། བྱས་མེད་ངས་ཐུགས་ན་བྱིན་ཡོང་ལབ་ཡོང་མ་ཡུར family།